དངོས་སྤྲོ་བསྡུ་བསྡུ་ཅིག་ཞུས་ཟིན་པ་རེད། ད་དེ་རིང་སྐབས་བཟོ་པ་པ་དེ་ང་ཚོ་གི་ད་བདུན་ཆའི་ནམ་བཞག་ཟེར་ཡ་དེ་ཕེ་ཧྲི་མ་སོང་ན་ག་འདྲས་སྐྱོང་ཡོད་མི། ཨོ་དེ་སྐོར་ལ་དངོས་སྤྲོ་བསྡུ་བསྡུ་ཅིག་བྱས་ཡིན། ད་དེ་ཁ་བྱང་དེ་ལ་ངས་ད་བདུན་ཆའི་ནམ་བཞག་ཐོག་མར་ཇི་ལྟར་བྱུང་བ་ཡིན་ནམ་ཟེར་དེ་རོ། ད་དེ་གི་བདུན་ཆའི་ནམ་བཞག་ཟེར་དེ་ད་དེང་སང་ང་ཚོ་བདུན་ཆའི་ལབ་དེ་གི་དེ་དང་པོ་དང་པོ་དེ། བདུན་ཆའི་ནམ་བཞག་དེ་གཏན་ལ་ཕབ་ཉིན་ཨོ་དེ་ད་སྔ་མ་གི། Greece གི་རྟ་དྲི་མ་བ་ད་འདི་འདི་ལ་པར་ཅིག་འདུག་འདི Democrat ཁྲ་ཟེར་ལ་ཁོང་ར། འདི་ནི་ད་རིམ་པ་བཞིན་དུ་ད་ཚེ་རིག་པ་མང་པོ་ཅིག་གིས་ད་བདུན་ཕྲན་རྣམ་བཞག་སྐོར་ལ་ཁོ་རང་ཚོས་ད་ལྟ་གྲུབ་ནའོ་མ་སོང་ན་མ་འདྲ་མ་འདྲ་ཤེས་ཡོད་ར། དང་པོ་དེ་ལ་ད་ནི་རྒྱུན་དྲ་སྒྲུང་གི་བདུན་ཕྲན་རྣམ་བཞག་ཅིག་ཤེས་ཡོད་རེད་ད་ག་ནང་བཞིན་གྱི་ཇི་ཇི་ཐོམ་སོན་ད་ག་ནང་རུ་ཐེར་ཕོར། ད་ཁོ་ཚོའི་བར་དུ་ང་ཚོས་བདུན་ཕྲན་རྣམ་བཞག་བཤད་དེ་ཡ་དེ་ལ་ང་ཚོ་གིས་ད་སུར་རྗེན་གྱི་ད་བདུན་ཕྲན་རྣམ་བཞག་ཟེར་ནོ་ཤེས་གི་དོ། ད་ནི་ད། ད་ནི་གནས་སུ་བོར་ལ་དེ་གི་ཡང་དོན་འཕྲལ་གི་ཁོ་རང་གིས་ད་རྣམ་གཞག་མ་སོང་ཤེས་ཡོད་རེད། ད་གང་ནའོ་དེ་བྱིན་ལ་ཤ་ཀྲོང་དགོས་ལ་དོ་ད་ཁོ་ཚོས་ནི་བཟུང་སྟེ་ད་ང་ཚོ་གི་དོན་འཕྲལ་རྣམ་གཞག་དེ་ལ་ད། དེང་སང་གི་ད་ང་ཚོ་གི་ཚེ་འདིར་གི་དོན་འཕྲལ་རྣམ་གཞག་ཟེར་ནོ་དེ་འདྲ་ཆགས་འགྲོ་གི་འདུག་འོ་ད་དོན་འཕྲལ་འཕེལ་རིམ་དེ་ལ་རིམ་པ་མ་སོང་གཉིས་ནའོ་ཞུས་ན་འགྲིག་ས་རེད་ང་མ་སུར་རྒྱུན་གྱི་དོན་འཕྲལ་རྣམ་གཞག་ཟེར་དང་ཚེ་འདིར་གི་དོན་འཕྲལ་རྣམ་གཞག་ཟེར་དེ་འདྲ་ག་ལ་མ་སོང་ན་གཉིས་བཤད་ཀྱི་འགྲིག་ས་རེད་ར། འོ་འདི་པར་འོག་མ་དེ་གང་ལ་རྣམ་པ་བཟོ་གི་ཡིན་ན་དེ་ལ་ད། ཚན་རིག་པ་ཁོ་ཚོ་གིས་བློ་དཀར་དུས་གཅིག་ལ་ཁོ་རང་ཚོའི་དོན་འབྲས་རྣམ་བཞག་དེ་གཏན་འབེབས་བྱེད་ཡོད་མེད་དང་ཁོང་ཚོས་འདི་ནི་དོན་འབྲས་ཀྱི་དཔེ་རིས་མ་སོང་ན་བཀའ་འདྲི་ག་འདྲ་ཡོད་མེད་དེ་དག་དུས་དུས་གཅིག་འདིའི་པར་འདི་གང་ལ་གནང་བ་ཚོས་ད་མཐོང་ཐུབ་གི་འདུག་ཨོ་དེ་གཅིག་ཡིན་འདི་ནི་ང་ཚོས་གཤམ་ལ་མུ་མཐུད་ནས་ད་ཅུང་ཙམ་ད་ངོ་སྤྲོད་བྱེད་གི་ཡིན། ད་བདག་གིས་སྒང་ནས་རྟོགས་ཞུ་ཡ་གནང་བཞིན་གི་ད་དང་པོ་དང་པོ་འདི་ལ་དོན་འབྲས་རྣམ་བཞག་ཞིག་རྙེད་དེ།

བྱམས་གསོ་གི་ལབ་དམའ་བོ་དེ་འདྲ་གི་གྲུབ་བྱུང་ཞིག་རེད་འདུག་ཨོ་བྱམས་གསོ་ཟེར་དེ། ད་དུང་ལབ་བསད་དེ་ཕར་ང་ཚོས་ཆ་ཤེས་པ་ཡིན་ན། ཨོ་དེ་མར་ཆག་གི་སྲང་མ་མང་བོ་དེ་འདྲ་གི་པའི་གྲུབ་བྱུང་རེད་འདུག་ཨ། ཆུའི་སྲང་མ་དེ་ཚོ་ཕར་ང་ཚོས་ཁ་ཕྱེ་དུས་འཚམས་པ་ལ་དེ་ལས་ཕྲ་བའི་ད་ཆུ་ཐུར་ཕྲ་མོ་ཕྲ་མོ་དེ་འདྲ་གི་གྲུབ་བྱུང་རེད་འདུག་ཨ། དེ་ཅིག་གི་འཚམས་པ་ལ་ད་ང་ཚོ་གི་བིམ་གཟིགས་ག་རེ་ཅིག་ཡིན་པ་ཡིན་ན་ང་ཚོས་ཕར་ཕར་ཕར་ཆ་ཤེས་པ་ཡིན་ན། བ་རུ་གྱི་ལ་དེ་གའི་འབྱུང་རྩ་མཐར་ཐུག་པ་དེ་དག་བདུན་ཁྲིའི་སྒང་ལ་བ་ཐུག་གི་འོ་དུས། འོ་དེ་ཅུའི་ཚངས་པ་ལ་དག Democritus ཁོ་རང་གི་བེམ་གཟིགས་གང་གཱ་གི་གྲུབ་ཆའི་ཆུང་ཤོས་དེ་ལ་དག་བདུན་ཁྲི་ཟེར་དེ་རེད་དུས། འོ་བདུན་ཁྲི་དེའོ་ཕྱི་འདིར་ཕྲ་བ་དེ་ཆ་ཤས་ཆེ་བ་མེད་པ་དག་བཤིག་ཏུ་མེད་པ། འོ་དེ་དེ་ནི་དེ་སྟོང་པ་གི་དག་སྟོང་བའི་རང་བཞིན་གྱི་འོ་དེ་ལྟ་བུའི་རྣམ་གཞག་ཅིག་གི་གྲུབ་ཆ་ཟེར་གི་དག། དང་པོ་དང་པོ་བདུན་ཁྲི་གི་རྣམ་གཞག་མ་སོང་ལ་ཟུར་དུ་ནི་ཁོང་ར། འོ་དེའི་རྗེས་སུ་རིམ་པ་བཞིན་དུ་དག་བདུན་ཁྲིའི་རྣམ་གཞག་ཟེར་དེ་དག་ང་ཚོ་གིས་དེ་ད་ལྟ་བར་དུ་ཅུང་བདེ་བ་ཅིག་ར། འོ་འདི་ནི་ད་དེ་ལྟ་བུའི་ཡང། Democritus། གི་བསྡུར་འཕྲིན་རྣམ་བཞག་ཅིག་ཅིག་ད་བློ་ངོར་དཔེ་ངོ་མ་ངོ་མ་གི་ད་ཁྱེད་ལུས་ངོ་ནས་བཤད་ཡོད་རེད་དེ། དེ་རྗེས་ནས་ད་ཁོ་ཡོངས་གྲགས་ལ་ཤུགས་ཆེན་པོ་མ་ཆགས་པ་དེ་ག་རེ་རེ་ཞུ་བ་ཡིན་ན། སྐབས་དེ་དུས་ད་གྷི་རེ་སི་ལུང་པ་ལ་ཁོ་ཚོ་གི་ད་ལྟ་དྲི་མ་སྐད་གྲགས་ཆེན་པོ་ཨ་རིས་ཁྲོ་ཁྲོ་ལད་དེ་ར་འདི་པར་དེ་ཨ་རིས་ཁྲོ་ཁྲོ་ལད་དེ་ར། ཨ་རིས་ཁྲོ་ཁྲོ་ལད་དེ་གི་ད། ངང་སྒུག་གིས་ད Democratas ཁུ་ཚུར་གྱིས་བྱེད་རྒྱུ་གི་མདུན་གྲལ་རྣམ་གཞག་དེ་ལ་རྒྱབ་སྐྱོར་མ་སོང་ན་ཅི་ཡོང་མོད། ར་ཨ་རིས་ཨ་རིས་ཁྲོ་ཁྲོ་འདྲ་བོ་ཡིན་པ་ཡིན་ན་སྐབས་དུས་དུས་ཀི་རི་སི་གི་ད་ལྟ་དྲི་མ་བ་སྐད་གྲགས་ཆེན་པོ་ཧ་ཅང་གི་ད་ཀ་རི་སྒང་ན་ཡིན་ན་གོ་ཧ་ཅང་གི་མཁྱེན་རྒྱ་ཡངས་པོ་དེ་འདྲ་ཅིག་རེད་དོ། ད་ཁོང་འདྲ་བོ་ཡིན་པ་ཡིན་ན་ད་བེམ་རྫི་གང་ག་ལོར་ད་གྲུབ་ཆ་དེ་ལ་ད་འབྱུང་བ་ཞེས་བཞག་གི་རེད་སི་པེན་ན་དེ་ལ་མེ་དང་ང་ཚོས་རླུང་དང་ད་ནི་ཆུ། དག་ནང་བཞིན་ས། འོ་དེ་ལྟ་བུའི་འབྱུང་བ་ཞིག་ལ་དེ་ནི་གྲུབ་པ་རེད།

འོ་དེ་གྱིས་ད་རྒྱུན་དགྲ་གྲོང་གི་དུམ་ཆོས་ཀྱི་རྣམ་གཞག་བསྐྱར་གསོ་གྱིས་དེ་རིང་ད་བར་ཆུའི་མདུད་སྡེར་ལ་སོགས་པ་འདི་འདྲ་གི་སྐོར་ལ་ཡང་ཁོང་གིས་དོ་སྣང་བྱུང་དོ། ད་ནང་ཡང་ཁོང་གིས་རྩ་ཚིག་གི་ཡང་ཅིག་རེ་དམིགས་མ་སོང་དེ་འདྲ་བ་ཅིག་ཤེས་ཡོད་རེད་ར་དེ་ཚོ་ད་ལྟ་འདི་ལ་ང་ཚོས་ངོ་སྤྲོད་ཞུ་གི་མེད། ད་ནི་ད་ད་ལྟ་གང་ནས་ཞུ་ཡང་ནང་བཞིན་རྒྱུན་དགྲ་གྲོང་སྐབས་སུ

འོ་དེ་གི་ད་ཁོང་གི་བསམ་བློའི་ནང་ལ་འདི་ལྟ་བུའི་ད་གསེར་ཤོག་དེ་བདུན་ཁྲི་གི་སྒྲུབ་རྒྱུ་རེད་ཨ། བདུན་ཁྲི་མང་པོ་གི་ད་སྒྲུབ་རྒྱུ་ཆགས་འདུག་ར། འདི་ལྟ་བུའི་ད་ཨལ་ཧྥ་དར་དེ་གསེར་ཤོག་གང་ལ་བཏང་དུས་ཚང་མ་ལ་ཁ་ཞིག་ཕྱོགས་འགྲོ་འདུག་ཁ་ཞིག་པར་དོག་འགྲོ་འདུག་ཨ། དེ་དོག་མཁན་དང་ཕྱོགས་མཁན་དེ་ཚོ་ལ་ཤུགས་རྐྱེན་སྤྲད་མཁན་གི་ད་འདི་ལྟ་བུའི་དུ་ཕྲ་མོ་ཅིག་ཡོད་དགོས་འདུག་ཨོ། ད་ད་བདུན་ཁྲི་གི་སྤྱི་ལ། ཨོ་དེ་འདྲ་ཅིག་ཡོད་དགོས་འདུག་དེ་ལ་ད།